དེ་ནས་བསྟན་བཅོས་ལ་འདུར་ལེན་བྱེད་དགོས་པར་གདམས་པ་ཨ་སི། དེ་ག་རེ་གསུང་གི་ཡོད་པ་རེད་ལབ་ན། སངས་རྒྱས་ཀྱི་བཀའ་ཡི་དགོངས་འགྲེལ་ལམ་ཡང་ན་ནང་པ་སངས་རྒྱས་པའི་བསྟན་བཅོས་ལ་ཡང་རིགས་ཧ་ཅང་མང་པོ་ཡོད་པ་རེད་ཡིན་ཙང་དེའི་ནང་ལོགས་ནས་རང་ཉིད་ཀྱི་བསྟན་བཅོས་ལ་ལྟ་བའི་སྐབས་སུ་ལྟ་དགོས་པའི་བསྟན་བཅོས་གང་ཡིན་པ་དང་མ་ལྟ་ན་ཡང་འགྲིག་པའི་འགྲིག་པའི་བསྟན་བཅོས་གང་ཡིན་པ་གསལ་བོ་ཧ་གོ་དགོས་པ་རེད། ས་བཅུའི་དབང་ཕྱུག། རྒྱན་དྲུག་ལ་སོགས་པའི་གཞུང་རྣམས་རྒྱལ་བའི་དགའ་ཞིང་སྤྱི་བོར་བླངས། ས་བཅུ་པ་ལ་གནས་པའི་བྱང་ཆུབ་སེམས་དཔའི་ཚུལ་བསྟན་པ། རྒྱལ་བ་བྱམས་པ་མགོན་པོའི་གཞུང། བྱམས་པའི་ཆོས་སྡེ་ལྔ་དང། མགོན་པོ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་ལ་སོགས་པ་རྒྱན་དྲུག་མཆོག་གཉིས་ཀྱི་གཞུང་རྣམས་ནི་ཧ་ཅང་རྩ་ཆེན་པོ་ཐར་པ་དང་ཐམས་ཅད་མཁྱེན་པ་འདོད་པའི་གང་ཟག་རྣམས་ཀྱི་རྣམས་ལ་ཧ་ཅང་ཕན་ཐོགས་ཆེན་པོ་ཡོད་པའི་གཞུང་དེ་འདྲ་ཡིན་པ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་སྟོན་པ་ཕྱག་རྒྱ་ཐུབ་པའི་བཀའ་ཇི་བཞིན་དུ་བཀའ་ནང་བཞིན་དུ་སྐྱེ་བོར་ལེན་དགོས་རེད། དེ་ལ་ཕྱག་འཚལ་བ་དང་མཆོད་པ་འཕེལ་བ་དང་སློབ་སྦྱོང་བྱེད་པ་དང། གཞུང་དེ་རྣམས་ཀྱིས་བསྟན་པ་ནང་བཞིན་དུ་ཉམས་ལེན་བྱེད་པ་ལ་སོགས་པ་བྱེད་དགོས་རེད། བོད་གཞུང་རྙིང་པ་རྣམས་ཀྱང་ཆེས་འཕགས་སོ། རྗེ་བཙུན་བྱམས་པ་མགོན་པོ་དང་རྒྱན་དྲུག་མཆོག་གཉིས་ཀྱི་གཞུང་རྣམས་གལ་ཆེན་པོ་དང་ཁྱད་པར་དུ་འཕགས་པ་ཡིན་པ་ཙམ་མ་ཟད། བོད་ཀྱི་གྲུབ་མཐའ་རྣམས་ཀྱི་གཞུང་ལུགས་ཚད་ལྡན་རྙིང་པ་དེ་ཚོ་ཧ་ཅང་ཁྱད་དུ་འཕགས་པ་དང་ཐར་པ་དང་ཐབས་ཆེན་མཁྱེན་པ་འདོད་པའི་གང་ཟག་རྣམས་ཀྱིས་སློབ་སྦྱོང་བྱེད་པའི་ཡུལ་ཕྱག་འཚལ་བའི་ཡུལ་མཆོད་པ་ཕུལ་བའི་ཡུལ་དེ་འདྲ་རེད་ཁྱད་པར་དུ་འཕགས་པ་རེད། འདི་གའི་ཤུགས་ལ་ཁེལ་བའི་མིང་འཁུར་བའི་གནས་མིའི་རེ་འགས་ཀྱིས་བརྩམས་པའི་བསྟན་བཅོས་གྲུབ་མཐའ་དང་གྲུབ་མཐའ་བར་གྱི་ཆགས་སྡང་གྲུབ་མཐའ་དང་གྲུབ་མཐའ་བར་སྐྱོན་བརྗོད་ཀྱི་ཡོད་པ། རང་གིས་གྲུབ་མཐའ་ལ་བསྟོད་པ་དང་གཞན་གྱིས་གྲུབ་མཐའ་ལ་སྨད་པ་དམ་པའི་བསྟན་བཅོས་ངན་པ་དེ་འདྲ་ཡང་ཡོད་པ་རེད། དེ་ཚོ་ནི་ཉམས་ལེན་བྱས་དང་དེ་ཚོ་ལ་སློབ་སྦྱོང་མ་བྱས་ན་ཡང་འགྲིག་གི་རེད། ལས་ཞུགས་ལ་དེ་འདྲ་ཅིག་བསྟན་གྱི་ཡོད་པ་རེད། བསྟན་པ་དམ་པའི་ཆོས་དངུལ་གསོང་བའི་སྐབས་སུ་མཚམས་འདི་ནས་ཤེས་བྱ་ཀུན་མཆོད་མཛོད་ཀྱི་ཚན་པ་གཅིག་རྫོགས་ཚར་བ་རེད། དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནས་མཚམས་བཞག་རྒྱུ་ཆེ་ཐུགས་རྗེ་ཆེ།